གན་གཞོན་བར་གསུམ་ཚང་མ་ལ་ཐོག་མར་ཞུ་ཡག་གིས་འབད་བརྩོན་བྱེད་ཀྱི་ཡིན། ད་སྤྱིར་བཏང་གི་སྟོན་པ་གཙོ་བོ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་དཔའ་ཆེན་པོ་བསམ་གྱིས་མི་ཁྱབ་པ་ཡོད་རེད་དེ་དེའི་ནང་ནས་ད་འཛམ་བུ་གླིང་མི་ཡི་འཇིག་རྟེན་འདི་ཡི་ནང་ལ་སྟོན་པའི་འཇིག་མཛད་དཔའ་ཆེན་པོ་བཅུ་གཉིས་ཀྱི་མགོ་ནས་འཕེལ་ཡོད་པ་རེད། དེའི་ནང་ནས་དེ་ནས་ཅིག་བོད་ཟླ་དགུ་བ་འདི་ལ་ཡང་དེ་ནི་སྡོམ་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་ཅིག་ལྷ་བབས་དུས་ཆེན་གྱི་མཛད་པ་ཆེན་པོ་ཅིག་ཕྱག་བཏེག་གི་ཡོད་རེད། ད་སྤྱི་བཏང་གི་ལྷ་བབས་དུས་ཆེན་དེ་མཛད་པ་བཅུ་གཉིས་ཀྱི་ནང་ལ་ད་གང་ཡང་ཡོད་མ་རེད་དེ་ཡིན་ནའང་སྟོན་པའི་མཛད་པ་ཆེན་པོ་ཅིག་ངོ་སྤྲོད་བྱེད་དགོས་ཡོད་རེད། ད་གང་ལྟར་ཚང་མས་མཁྱེན་གསལ་ལྟར་དུ་སྟོན་པ་གཙོ་བོས་སངས་རྒྱས་བཅོམ་ལྡན་འདས་དགའ་ལྡན་ལྷ་ཡི་ཡུལ་ནས་ཕེབས་རྗེས། ཡུམ་སྒྱུ་མ་ལྷ་མཛེས་ཀྱི་ལྷུམས་སུ་བཞུགས་ནས་ནི་མཐའ་མ་ཅིག། ལུམ་བི་ནི་ཡི་ཚལ་དུ་ངོ་མཚར་བའི་ལྟས་དུ་མ་དང་བཅས་པའི་སྒོ་ནས་དེ་ནི་སྐུ་འཁྲུངས་བ་རེད། སྐུ་འཁྲུངས་བའི་རྗེས་སུ། དེ་ནས་ཡུམ་སྒྱུ་མ་ལྷན་མཛེས་དེ་ཉིད། བདག་ཞགས་མ། བྲུས། བྱས་ལ། ནི་ཚེ། འཕེན་པ། ཟས་ཟེར་ན་མི་འདུག་ཚེ་ཡི་འདུ་བྱེད། ཟིན་པས། དེ་ནི་ཅིག། དྲོངས་ནས། ཅིང་ལྷ་ཡུལ་དགའ་ལྡན་ལྷ་ཡི་གནས་སུ། སྐྱེ་བ། བཞེས་པས། དེ་ཡི་རྗེས་སུ་སངས་རྒྱས་བཅོམ་ལྡན་འདས། ད་ཅིག་གིས། བློ་གྲོས་དཀའ་བ་སྤྱད་ནས། དེ་ནི། གནས་མཆོག་རྡོ་རྗེའི་གདན་དུ། ནི་བྱང་ཆུབ་ཀྱི་ཤིང་དྲུང་དེ་ལ་བཀོད་ཁྱབ་བསྟན་ནས། སྲོད་ལ་དུས་བཏུལ་ཁོང་ལ་མཉེས་པར་བྱ། དེ་ནི་ཐོ་རངས་མངོན་པར་རྫོགས་པར་སངས་རྒྱས། དེ་ནི་སངས་རྒྱས་པའི་རྗེས་སུ། དེ་ནི་ཅིག། ཡུམ། སྒྱུ་མ་ལྷང་མཛེས་ཀྱི། བཀའ་དྲིན་གསོལ་ཡ་དང། ཅིག། ལྷ་རྣམས། དམ་པའི་ཆོས་ཀྱི་སྒོ་ནས། འདུལ་བའི་དུས་ལ་བབ་པ། མཁྱེན་བྱས། དེ་ནས། ལྷ་ཡི། ཡུལ། སུམ་ཅུ་རྩ་གསུམ་དུ། ནི་གཅིག། ཡུམ་སྒྱུ་མ་ལྷན་ཅིག་སྩོལ་བྱེད་པའི། ལྷ་དཔག་ཏུ་མེད་པ་ལ། ནི་ཆོས་གསུངས་པ་རེད། དེ་ཡི་ཆོས་གསུངས་པའི་དུས་ཚོད་དེ་ལ་ཡང། དག་ཅིག། དབྱར། ཟླ་བ་གསུམ་གྱི་རིང་ལ། ནི། ལྷ་ཡུལ་སུམ་ཅུ་རྩ་གསུམ་དུ་སྟོན་པའི་ཆོས་གསུངས་ནས་ཞོགས་པ་རེད་ཞུ་གི་ཡོད་རེད། སྤྱི་བཏང་གི་དབྱར་ཟེར་མཁན་དེ་ནི་གཅིག་གི་རབ་ཏུ་བྱུང་བ་རྣམས་ཀྱི་དབྱར་ཀའི་ཟླ་བ་གསུམ་གྱི་རིང་ལ་གཅིག་དབྱར་གནས་འཚོལ་བའི་ཆེད་ཡོད་རེད། འདི་ཡི་དབྱར་གནས་ཀྱི་དུས་ཚོད་དང་འབྲེལ་ནས་ནི་སངས་རྒྱས་བཅོམ་ལྡན་འདས་ལྷ་ཡི་གནས་སུམ་ཅུ་རྩ་གསུམ་དུ་ཕེབས་ནས་དེ་ནས་གཅིག་གི་ཡུམ་གྱི་བཀའ་དྲིན་རྗེས་དྲན་དང། ཅིག་གི་དྲིན་གསོས་པའི་ཆེད་དུ་ད་དམ་པའི་ཆོས་ཀྱི་སྒོ་ནས་འདུག། དེ་ནས་ལྷ་འཁོར་དང་བཅས་པ་མང་པོ་ཅིག་ལ་ཅིག་ཆོས་གསུངས་ནས་འདུག་སྲིད་མ་བཞུགས་པའི་ཤོད་པ་རེད་ད་ཟླ་བ་གསུམ་གྱི་རིང་ལ་ཟླ་བ་གསུམ་ལ་ད་ཞག་མ་གོ་བཅུ་ཚོ་རིང་ལ་ལྷ་ཡི་གནས་སུ་བཞུགས་རེད། ད་འདི་འདྲ་གྱི་ལྷ་ཡི་གནས་སུ་བཞུགས་པའི་སྐབས་སུ་དེ་ནས་དེ་ཡི་སྐབས་སུ་ང་རང་ཚོ་མི་ཡི་ཡུལ་དུ་དེ་ནས་ཅིག་སངས་རྒྱས་ཀྱི་འཁོར་དགྲ་བཅོམ་པ་དང་བྱང་ཆུབ་སེམས་དཔའ་དག་ནང་བཞིན་དུ་བྱས་ནས་ནི་བྱེད་ཀྱི། དད་པ་ཅན་གྱི་དེ་ནི་སྐྱེ་བོ་ཕོ་མོ་དག་ནང་བཞིན་དུ་བྱས་ནས་ནི་ཆོས་ཀྱི་རྒྱལ་པོ་མང་པོ་ཅིག། སངས་རྒྱས་བཅོམ་ལྡན་འདས་ཞལ་མ་མཇལ་གསུང་མ་ཐོས་ནས་ད་རྒྱུན་རིང་པོ་ཅིག་ཕྱིན་པ་རེད་དེ་ཕྱིན་པའི་སྐབས་སུ་དེ་ནི་སངས་རྒྱས་བཅོམ་ལྡན་འདས་དགའ་བ་ཞུགས་ཡོད་མེད་ཙམ་ནས་མ་མཁྱེན་ཡིན་དུས་སྐབས་སུ། དེ་ནི་བྱེད་ཀྱི་ད་གཙོ་བོ་དེའི་སྐབས་སུ་ནི་ཆོས་ཀྱི་རྒྱལ་པོ་ཨུཏྤལ་ཡང་ན་ཁོང་ནི་སངས་རྒྱས་ཀྱི་གསུང་མ་ཐོས་སངས་རྒྱས་ཀྱི་ཞལ་མ་མཇལ་བྱས་རྒྱུན་རིན་པོ་ཆེའི་འདུལ་སྐབས་སུ་སངས་རྒྱས་མཇལ་འདོད་ཀྱི་འདོད་པ་ཤུགས་ཆེན་པོ་ཅིག་སླད་ཆེད་ནི་དགེ་འདུན་པ་རྟ་མང་པོ་ཅིག་ལ་བཀའ་འདྲི་ཞུས་ནས་དེ་ནི་དགེ་འདུན་པ་རྣམས་ཀྱིས་ག་བ་ཡོད་པ་མ་མཁྱེན་པ་རེད། དེའི་ནང་ནས་ཀྱང་གཙོ་བོ་སངས་རྒྱས་ཀྱི་འཁོར་གྱི་ནང་ལ་ད་རྫུ་འཕྲུལ། ཐོགས་པ་མེད་པ། ལྡན་དེ་རྒན། མོ་འགལ་གྱི་བུ་རེད་མོ་འགལ་གྱི་བུ་གྱིས། ཚུལ་འཁྲུལ་ལྡང་འདས་པའི་སྒོ་ནས། འཛམ་གླིང་ཕྱོགས་བཅུ། ལ། ཕེབས། བྱས་ནི་གཟིགས་པ་རེད་གཟིགས་ན་ཡང་སྡོམ་པ་སངས་རྒྱས་བཅོམ་ལྡན་འདས་ག་བ་ཡོད་པ་མ་མཁྱེན་པ་རེད། དག་སྣང་བཞིན་དུ་བྱས་ནས། བྱིས་ཀྱི་འཕགས་པ་ཉེ་བར་སྐྱོང། ནི་བྱིས་ཀྱི་ལྷའི་མིག་གི་མངོན་ཤེས་དང་ལྡན་པ་ཅིག་ཡོད་རེད་ཁོང་གིས་ཡང་ལྷའི་མིག་གི་མངོན་ཤེས་དང་ལྡན་པའི་སྒོ་ནས་ཅིག་གཟིགས་ན་ཡང། ད་སྟོང་གསུམ། ག་བ་ཞིག་གསེར་གྱི་ནང་ཡང་སངས་རྒྱས་བཅོམ་ལྡན་འདས་ག་བ་བཞུགས་ཡོད་པ་མ་གཟིགས་པ་རེད། དེ་ཡིན་དུས་ནི་དག་སྣང་ཤིན་ཏུ་ཆེ་ནས། ད་བྱང་ཆུབ་སེམས་དཔའ་ལྔ་བརྒྱ་ལ་སོགས་པ་མང་པོ་ཅིག་གིས་ད་ཐ་མ། འཛམ་བུ་གླིང་འདི་ཡི་ནང་ན་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ག་བ་བཞུགས་ཡོད་མེད་ཚང་མ་མ་མཁྱེན། ཡེ་ནས་བྱེད་ཀྱི། རྒྱལ་པོ་ཨུ་ཏར་ཡང་ན། ད་སངས་རྒྱས་ལ། ད་ཁྱོད་རིང་པོ་མ་གནང་མ་མཇལ་ཡིན་དུས་སྐབས་སུ་ཁོང་གིས་ཁོ་རང་གི། དེ་ནས་ཅིག་ཙན་དན་གྱི་ཤིང་ལས་འཕྲོས་པའི་རྒྱུ་དེ་ལས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་གཟུགས། ཅིག། སྐུ་འདྲ་ཅིག་བཞེངས་པ་རེད། བཞེངས་པའི་རྗེས་སུ་དེ་ལ་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་པའི་སྒོ་ནས་ཕྱག་འཚལ་མཆོད་པ་འབུལ། ད་འདི་འདྲ་ཅིག་བྱས་ནས་བཞུགས། ཐ་མ། ཅིག། ད་ཕྱི་རོལ་མུ་སྟེགས་པའི་དེ་ཡི་སྐབས་སུ་ཕྱི་རོལ་མུ་སྟེགས་པའི་སྟོན་པ། འོད་སྲུང་རྫོགས་བྱེད། ཀུན་ཏུ་རྒྱུ་ནག་ལྷའི་དབྱིག་བུ། སྤྱིར་ནི་མི་ཕམ་སྐྲ་ཡི་ལྭ་བ་ཅན། ལ་སོགས་པའི་མུ་སྟེགས་སྟོན་པ་དྲུག་ལ་སོགས་པ། དེ་ཚེ་ཚང་མ་ཡང་དེ་འདྲའི་ཞོན་ནས་རྒྱལ་པོ་ཨུཏྤལ་བཞག་ནས། སྐད་ཆ་དྲིས་རྗེས་སྟོང་པ་དགའ་བ་ཞུ་དགོས་མེད་དྲིས་ན་ཡང། ཁོང་ཚོ་རྣམ་པ་ལ་ད་ཅིག་མངོན་ཤེས་དང་རྫུ་འཕྲུལ་ཡོད་འདིའི་སྐབས་སུ། ད་ཅིག་སྟོང་པ་སངས་རྒྱས་བཅོམ་ལྡན་འདས་དགའ་བ་ཞུ་ཡོད་མ་མཁྱེན་པ་རེད། འོ་དེ་འདྲས་ཀྱི་དུས་ཚོད་ཅིག་ལ་ཨཱ་ནི། ཨཱ་ནི་འཕགས་པ་གཉོར་སྐྱོང་གིས། ཨཱ་ནི་སངས་རྒྱས་བཅོམ་ལྡན་འདས་དེ། དེ་ནི་ལྷ་ཡི་གནས་སུམ་ཅུ་རྩ་གསུམ་དུ་བཞུགས་ནས། ལྷ་ཡི། ཨཱ་ནི་ཅིག། དང་གཙོ་བོ་ཡུམ་སྒྱུ་མ་ལྷའི་མཛད་གཙོས་བྱས་པའི་ལྷ་ཡི་འཁོར་དཔག་ཏུ་མེད་པ་ལ་དམ་པའི་ཆོས་ཀྱི་སྒོ་ནས་འབྲུ་དོན་གནང་གི་ཡོད་པ་ཅིག་མཁྱེན་པས་མཁྱེན་ནས་ཕྱིས་སུ་ད་དེ་ནས་བཟུང་སྟེ་ཞག་མ་བདུན་གྱི་རྗེས་སུ་སངས་རྒྱས་བཅོམ་ལྡན་འདས་དེ་འཇིག་རྟེན་མི་ཡུལ་དུ་ཕེབས་ཀྱི་ཡིན་ཟེར་ནས་འདུག། ད་ནི་ལན་སྤྲད་པར་རྒྱལ་པོ་ཨུཏྤལ་ཡང་ན་ལ། དེ་ནས་རྒྱལ་པོ་ཤིན་ཏུ་ནས་ཀྱིན་ཐུགས་དགའ་བའི་སྒོ་ནས། དང་གཅིག། རྒྱལ་པོ་འཁོར་དང་བཅས་པའི་མི་མང་ཡོངས་སུ་ཚོགས་པས་སངས་རྒྱས་བཅོམ་ལྡན་འདས་ལྷ་ཡི་ཡུལ་ནས་མ་བབས་སྲས་ཀྱི་ས་ནི་དང་པོ་མིའི་འཇིག་རྟེན་ས་རྣམས་ཏེ་མི་ཡུལ། གྲོང་ཁྱེར་སཱལ་ཏན། ཟེར་ན་ལབ་གི་ཡོད་རེད། ཨོ། གྲོང་ཁྱེར་སཱལ་ཏན་གྱི་མི་མང་འཁོར་དང་བཅས་པས་སངས་རྒྱས་ད་ཕེབས་སྲས་ཀྱི་ས་ནི་དེ་ལ། ཁ་གསོ་བ་རེད་ད་གཅིག་གཙང་མ། ཟོས། མེ་མདོག་གྱེན། དུག་དང་རྒྱལ་མཚན། རིན་པོ་ཆེ་སྣ་ཚོགས་པའི་སྒོ་ནས། ཇི་སྐད། ད། རྒྱན་ཆ་མང་པོ་ཅིག་བཏགས་ནས་ཕྱག་དང་མཆོད་པ་ཕུལ། མེ་མདོག་མང་པོ་ཅིག་བཤམས། མཆོད་པ་གཙང་མ་ཡིད་དུ་འོང་བ་དེ་འདྲ་ཅིག་བཀོད། ནས། ནི་སངས་རྒྱས་ཀྱི་ཕེབས་བསུ་ལ་བསྒུགས་ནས། འདུག་གྲ་འགྲིག་གནང་བ་རེད། དེ་ནས། མ། ཕེབས་པའི་སྐབས་སུ། ནི་ད། གཙོ། བོ། ལྷ་ཡི། ཡུལ་སུམ་ཅུ་རྩ་གསུམ་ནས་མ་ཕེབས་པའི་སྐབས་སུ། དེ་ནས་ཇི་སྐད། ལྷ་ཡི། རྒྱལ་པོ།

འཕེལ་རྒྱས་སྐབས་སུ་སྤྱི་བཏང་གིས་སངས་རྒྱས་བཅོམ་ལྡན་འདས་དང་ལྷ་རྣམས་ལ་རྫུ་འཕྲུལ་དཔག་ཏུ་མེད་པ་ཡོད་འདིའི་སྐབས་སུ། དེ་ནི། དེ་རྫུ་འཕྲུལ་དང་ལྡན་པའི་སྒོ་ནས་མ་ཕེབས་ན་ཕེབས། ཐུག་གི་ཡོད་རེད་དེ། ཡིན་ན་ཡང། ཇི་སྐད། ལྷ་རྣམས། རང་ཉིད། བསོད་ནམས་ས་ཡ་དང། ཚོགས་ས་ཡ་ཆེད་དུ། ནི་ལྷ་རྣམས་ཀྱིས། ནི་རྫུ་འཕྲུལ་དང་ལྡན་པའི་སྒོ་ནས། ཅིག་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཕེབས་སྐྱེལ་གྱི་དེ་ནི་ཅིག། ལམ། ལ། ནི་རིན་པོ་ཆེ་མང་པོ་ཅིག་ལས་འཕྲོས་པ། དེའང་གཙོ་བོ། དེ་ནི་ཅིག། ད་གན་རྫ། ཅིག། རིན་པོ་ཆེ། བན་དྲུ་ཡལ་ལས་བསྒྲུབ་བྱ་བའི་དབུས་ཀྱི་ཞེས་ཏེ་བན་དྲུ་ཡལ་ལས་བསྒྲུབ་བྱ་བ། གཡས་ཀྱི་ཕྱོགས་ཏེ་རིན་པོ་ཆེ་གསེར་ལས་འཕྲོས་པ། གཡོན་གྱི་ཕྱོགས་ཏེ། ནི་རིན་པོ་ཆེ་དེ་ནི་ཤེལ་དང་དངུལ་ལས་བསྒྲུབ་བྱ་བའི་ཁ་དོག་ད་གཙོ་བོ་རྣམ་པ་གསུམ། དང་གཞན་རིན་པོ་ཆེ་རིགས་མང་པོ་ཅིག་གི་ལས་བསྒྲུབས་པའི། ཨ་ནི་སྐལ་མཚར་ཅིག་ད་ལྷ་ཡི་ཡུལ་ནས་ང་རང་ཚོའི་འཛམ་གླིང་མི་ཡི་ཡུལ་ལ་མ་སྟོན་པ་ཕེབས་ལམ་གྱི་ཨ་ནི་སྐལ་མཚར་ཅིག་དུ་སུ་མ་བཙུགས་ནས་ཨ་ནི་སངས་རྒྱས་བཅོམ་ལྡན་འདས་དང་དེ་ནི་གཡས་སུ་དེ་ནི་གཅིག་གི་ལྷ་ཡི་རྒྱལ་པོ་རྒྱལ་ཆེན་དང་དེ་ནི་གཡོན་དུ་ཚངས་པ་ད་ཨིནྡྲ་དེབ་དང་བཱི་མཱན་གྱིས་གཙོས་པའི་ཁོང་རྣམ་པ་ཚོའི་གཉིས་ཀྱིས་དེ་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཨ་ནི་ཐུགས་དང་རྒྱལ་མཚན་གཉིས་ཟིན་པའི་སྒོ་ནས་ནི་འདུ་བྱེད་ནི་མའང་རྫི་མོ་གླིང་ལ་ཕེབས་པ་རེད། འོ་ད་དེའི་ཕེབས་པའི་དུས་ཚོད་འདི་ལ་ནི་ང་གསོན། ད་ལྟ་ད་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལྷ་ཡུན་ལེན་ཅིང་འཇིག་རྟེན་མི་ཡུལ་དུ་ཕེབས་པའི་དུས་ཚོད་དེ། ད་ལྷ་བབས་དུས་ཆེན། ཟེར་ན་ང་ཚོ་ངོས་འཛིན་བྱེད་དགོས་རེད། དེ་ངོས་འཛིན་བྱས་ནས་ཕྱིས་སུ། ལྷ་བབས་དུས་ཆེན་དེ། ད་ཅིག་གི་དུས་ཆེན་ཁྱད་པར་ཅན་སངས་རྒྱས་ཀྱི་མཛད་པ་ཁྱད་པར་ཅན་ཅིག་དང། ང་རང་ཚོ་སོ་ནམ་ཟ་ཡ་ཡི་ནི་ཅིག་གི་དུས་ཚོད། མཁས་པ། འགྲུབ་ཡ་དང་སྡིག་པ་སྤོང་གི། གཅིག་གིས་བདུད་རྩི། གཅིག་ཁྱད་པར་ཅན་དུ་ངོས་འཛིན་བྱེད། དེ་བྱས་པ་ཙམ་དུ་མ་ཟད་པའི། སངས་རྒྱས་བཅོམ་ལྡན་འདས་ལ། གཅིག་གིས་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ། བྱེད་འབྲེལ་དང་བཀའ་དྲིན་རྗེས་དྲན་གྱི་ཆེད་དུ། དེ་ནས་ཡུལ་དེ་དག། ད་ལྟ་སངས་རྒྱས་བཅོམ་ལྡན་འདས་ལྷ། ལས། བབས་ས་ཡི་ས་གནས། ད་ལྟ་རྒྱ་གར། གྲོང་ཁྱེར་སཱལ་ཏན། ད་གྲོང་ཁྱེར་སཱལ་ཏན་སིན་བཞུགས་ཀྱི་ཡོད་རེད། ད་དེང་སང་གི་དུས་ཚོད་ལ། རྒྱ་གར་རྒྱལ་ས་ལྡི་ལི་ལྷའི་དམག་ཅིག་ཕེབས་འདུག་སྐབས་སུ་དེ་ནི་དམག་ཅིག་ཨག་ར་དང་ཐག་ཉེ་བའི། ནི། ད་ཨག་ར་སིན་ཏཱཇ་མེལ་ཅིག་ཡོད་ར་བ་རྒྱ་གར་གྱི་དང་དུ་སྐད་གྲགས་ཆེན་པོའི་ཨག་རའི་ནི་ས་ཆ་དེ་ཏཱཇ་མེལ་དེ་དང་དེས་ཐག་ཉེ་འགྲམ་ཅིག་ལ། ནི་ད།

དེ་ཡི་ནང་ནས་ལྷ་བབས་ཀྱི་མཆོད་རྟེན་དེའང་ད་ཅིག་ཆགས་ཀྱི་ཡོད་པ་རེད། འདུ་བྱེད་ནི་ད་དང་ཐག་བྱེད་སྟངས་ཀྱི་ལྷ་བབས་ཀྱི་དུས་ཆེན་གྱི་ངོ་སྤྲོད་ཟེར་ན་འདུ་ཞིག་རེད། ད་བྱེད་སྟངས་ཀྱི་ལྷ་བབས་དུས་ཆེན་དེ་གཙོ་བོ་གཅིག་གིས་ད་ལྟ་གོང་དུ་ཞུས་པ་ནང་བཞིན་འདུ་བྱེད་ནི་སངས་རྒྱས་བཅོམ་ལྡན་འདས་གཅིག་གི་རྒྱལ་པོའི་རྟགས་ག་སོགས་རེད། གཅིག་གིས་ལྷ་ཡི་གནས་གསུམ་རྩ་གསུམ་ཕས་གོས་པའི་གོས་དོན་གཙོ་བོ་དེ་ནི་སོ་སོའི། ཕ་མའི་བཀའ་དྲིན་ཆེ་དྲན་དང་བཀའ་དྲིན་གསོ་བའི་ཆེད་དུ་ཕེབས་པ་ཅིག་སྟོན་གྱི་ཡོད་རེད། དེ་ཡིན་དུས་ད་གཙོ་བོ་འདིའི་ལྷ་བབས་ཀྱི་དུས་ཆེན་དེ་དང་འབྲེལ་ནས་ད་འདིའི་རྒྱབ་ལྗོངས་འདྲ་བོ་ཆ་བཞག་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས་སྔོན་མ། གཅིག། རྒྱ་གར་དང་ད། གི་ནི་ད་ལྟ་ང་ཚོའི། རྒྱལ་པོའི་ཁབ། གི་ཉེ་འགྲམ་གྱི། ནི་ཅི་རི་བྱ་རྒོད་ཕུང་པོའི་གནས་ལ། ནི། འཁོར། ཉན་ཐོས་དགྲ་བཅོམ་པ། ཉི་ཁྲི་བརྒྱད་སྟོང་དང། ནི་བྱང་ཆུབ་སེམས་དཔའ་མང་པོ་ཅིག་མཉམ་དུ་ལ། ནི་བྱ་རྒོད་ཕུང་པོའི་རི་ལ་བཞུགས་པའི་སྐབས་སུ། དེ་ནི། ཀུན་དགའ་བོ་དེའི་སྐབས་སུ་བསོད་སྙོམས་ལ་ཕེབས་པ་རེད། བསོད་སྙོམས་ལ་ཕེབས་པའི་སྐབས་སུ་ཀུན་དགའ་བོས་ག་རེ་མཐོང་བ་རེད་ཟེར་ལ་དེའི་སྐབས་སུ། ཇེ་ཐང་གི་བསོད་ནམས་ནི་འབྲོས་སྲེག་གི་དེ་གྲོང་ཁྱེར་ཟེར་ན་མི་འདུག་དེ་ནི་ཡུལ་གྱི་ནང་ལ་དེ་ནི་མི་སྐྱོ་ནི་སོ་སོ་ནི་ག་སོགས་རེད་བདེ་ས་དང་ཟ་ཡ་དང་གོན་ཡ་དེ་ཙམ་མེད་དེ་གན་མི་ད་ང་རང་ཚོའི་ཁ་སྐད་བཤད་པ་ནི་མི་དཔང་གོ་གཅིག་གིས་ནི་སོ་སོའི་གི།

དག་ནའང་ཤེས་འདོད་བྱེད་ནས་སོ་སོ་ལ། ནི་ཅིག་བཀའ་དྲིན། ནི་ཆད་དེ་མཁན་གྱི་མི་ལ། ཅིག་བཀའ་དྲིན་བཟོད་ཡ་དང་དྲིན་བཟོད་ཡ་དང་དྲིན་དྲན་ཡ་གྱི། འདི་འདྲ་གྱི། ཆོས་དང་འབྲེལ་པ་འདི་འདྲ་ཅིག། ཡོད་མ་རེད་བས། ཟེར་ནས། ནི། ཀུན་ཁ་བའི་གཏོར་མ་སངས་རྒྱས་བཅོམ་ལྡན་ལ་བདུགས་སོ་མ་ཞུས་པ་རེད། ནི་ཞུས་པའི་སྐབས་སུ་སངས་རྒྱས་བཅོམ་ལྡན་འདས་ཀྱིས་ག་རེ་གསུངས་ཡོད་རེད་ད་སྤྱི་བཏང་གི། ནང་སྟོན་པས། ནི། གསུངས་བཞག་པའི། མདོ། ཨ་ད། གཙོ་བོ་ང་རང་ཚོའི་བཀའ་འགྱུར་སྲང་གཅིག་དང་སྲང་གཅིག་ཅིག་གསུང། བཞག་པ་བཀའ་འགྱུར་པོད་བརྒྱད་ལྷག་ཙམ་ཡོད་རེད་དེའི་ནང་ལ་སྤྱི་བཏང་གི་སངས་རྒྱས་ཀྱི་བྱེས་ཀྱི་ཕ་མ་ལ་བཀའ་དྲིན། བསོད་ཡ་དང་ཡ་རབ། ཁ་སོགས་རེད་ད་གཅིག་བསམ་སོ་སོ་ལ་བཀའ་དྲིན་ཅན་གྱི་དེ་ནས་གཅིག་དགེ་བའི་བཤེས་གཉེན་བླ་མ་རྣམ་པ་ལ་གཅིག་གི་བཀའ་དྲིན་དྲན་དགོས་ད་བཀའ་དྲིན་གསོ་དགོས་ཡ་གྱི་དེ་འདྲ་གྱི་གཏམ་དང་འབྲེལ་བའི་ལོ་རྒྱུས་མང་པོ་ཡོད་རེད་དེ་ལས་ཀྱང་དམིགས་བསལ་དུ་ད་ད། མདོ། གར་གསུངས་ཡོད་རེད་ཟེར་ན་ཁོང་གིས་ད་གཙོ་བོ་དེ་ནི་དྲིན་ལན་བསབ་པའི་མདོ་ཟེར་ན་དེའི་ནང་ལ་མང་པོ་ཅིག་གཞུང་ཡོད་གསུངས་ཡོད་རེད། ད་འདི་ཡི་ནང་ནས་ཨ་ནི་སངས་རྒྱས་ཀྱི་གར་ཞུས་རེད་ཟེར་ན་ད་ཅིག་དཔེ་མཚོན་གྱིས་ཞུས་པ་ཡིན་ན། སྤྱི་བཏང་གི་སངས་རྒྱས་ད་ལྟ་ཚེ་ལོ་བརྒྱད་པའི་དུས་སུ་གཏོར་རྒྱུའི་དོན་དུ་ང་རང་ཚོ་ཡོངས་སུ་གྲགས་པས་ད་འདི་འདྲ་ཅིག་ངོས་འཛིན་བྱེད་དགོས་རོགས་ཨ་ནི་ཅིག་ལུས་འབིན་ནས་ལ་སྐུ་བལྟམས་ནས་གཏོར་རྒྱུའི་དོན་དུ་ངོ་བར་རྫོགས་པ་སངས་རྒྱས་དེའི་རྗེས་སུ་ཨ་ནི་ཅིག་ཆོས་ཀྱི་འཁོར་ལོ་བསྐོར། འོ་ན་འདས་ཀྱི་ང་རང་ཚོ་ཡོངས་གྲགས་སུ་འདི་འདྲ་ཞིག་ངོས་འཛིན་བྱེད་བསྡད་ཀྱི་ཡོད་རེད། འདི་ཡི་སྔས་ལ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས། སངས་མ་རྒྱས་སྔོན་གྱི་སྐྱེ་བ་མང་པོ་ཅིག་བཞེས་ཡོད་རེད། དག་པའི་སྐྱེ་བ་ལྔ་བརྒྱ་དང་མ་དག་པའི་སྐྱེ་བ་ལྔ་བརྒྱ་ལ་སོགས་པ། སྐྱེ་བ་མང་པོ་ཅིག་བཞེས་པའི་སྒོ་ནས་ཚོགས་བསགས་སྒྲིབ་སྦྱངས་མང་པོ་ཅིག་གནང་ཡོད་རེད། འོ་དེ་ཡི་ནང་སུ་སངས་རྒྱས་བཅོམ་ལྡན་འདས་ཀྱིས་སོ་སོའི་ཕ་མ་དང། སོ་སོ་ལ་བཀའ་དྲིན་བྱེད་མཁན་རྣམས་ལ། བཀའ་དྲིན་དྲན་གོ་ཡ་དང་བཀའ་དྲིན་མཇལ་གོ་ཡ་གྱི་རྣམ་ཐར་ལོན་གྱི་མང་པོ་ཞིག་དེ་ནས་མ་གསུང་གི་ཡོད་རེད་དེ་དང་འབྲེལ་ནས་ད་དེའི་ནང་ནས་དཔེར་བརྗོད་ཅིག་ཆ་བཞག་པ་ཡིན་ན་སངས་རྒྱས་ཀྱི་བཀའ་རུ་སོང་བས་སོ་ན་ད་སྔོན་བཀའ་བ་མང་པོ་ཅིག་གི་སྔོན་ལ་ནི་སངས་རྒྱས་རྣམ་པར་གཟིགས་འོ་འདི་གི་དུས་ཚོད་ལ་ཡུལ་བ་ར་ན་སི་ལ་ནི་རྒྱལ་པོ། ཤིན་ཏུ་ནས་ཀྱང་ནི་བྱམས་པ་དང་བརྩེ་བས། ནི་ཁོ་རང་ཚོ་ནི་ཕྱིས་ཀྱི་མི་མང་འབངས་མི་སྲིད་པ་སྐྱོང་དེ་གས་ནི་བྱམས་བརྩེ་ཅན་གྱི་རྒྱལ་པོ་ཅི་ཡོད་རེ་གསུངས་པ་རེད་དེའི་རྒྱལ་པོ་ལ་ནི་སྲས་བུ་གསུམ། བུ་གསུམ་པ་རེ་ལ་ཡང་སོ་སོ་ལ་དེ་ནི་ཅིག་རྒྱལ་ཁབ་རེ་རེ་བ་སྤྲད་བྱས། བུ་གསུམ་གྱི་རྒྱུན་སོ་སོ་རྒྱལ་ཁབ་བསྐྱངས་ནས་མི་མང་ཚང་མ་བོད་མི་སེར་གྱི་བདེ་བ་དང་སྐྱིད་པོ་བྱས་ནས་འདས་པའི་རིང་ལ། རྒྱལ་པོ་དེ་ལ་གཅིག་བློན་པོ། དེ་ནས་གཅིག་གྲྭ་ཆེན་གཙོས་པའི་བློན་པོ་དྲུག། ད་གཙོ་བོ་གདུག་རྩུབ་ཅན་སེམས་པ་ངན་པ། རྒྱལ་པོ་ལ་གཅིག་གནོད་པ་བྱས་དང་བར་ཆད་བྱས།

དེ་ནི་བུ་ཆུང་ཤོ་ཐེག་གི་རྒྱལ་པོ་རྒྱལ་པོ་དེ་ཨ་ནི་ཅིག་གིས། འདི་འདྲ་ཞིག་གི་བློན་པོ་དེ་གི་སོ་སོ་ལ་གསལ་ཁ་ལེ་དགོས་པ་ལེན་ཅིག། འབྱོར་བ་རེད། ལེན་འབྱོར་བའི་རྗེས་སུ་ད་ཁོ་རང་ཚོ་གི་བློན་པོ་དེ་གི་སོ་སོ་གི་ཕ་ཕ་དང་ཨ་ནི་དག་ནང་བཞིན་དུ་སྤུན་རྒྱ་ཁེན་པ་གཉིས་བསད་པ་མ་ཟད་ད་སོ་སོར་གསལ་ཁ་ལེ་ཡིན་དུས་སྐབས་སུ་དེ་ནི་རྒྱལ་པོ་ཁོ་རང་དང་རྒྱལ་པོའི་ཨ་ནི་རྒྱལ་མོ། དེ་རྒྱལ་པོ་དེ་ལ་ཡང་བུ་གཅིག་ཡོད་ཡིན་ས་རེད། དེའི་བུ་ཡི་མིང་ལ་རྒྱལ་པོ་གེ་བ་རྒྱལ་པོ་ཡི་བུ་གེ་བ་ཟེར་མཁན་ཅིག་ཡོད་ཡིན་ས་རེད། ཁོ་རང་སུམ་བཙན་པ་བྲོས་ཕྱིན་པ་རེད། ལུང་པ་གཞི་བདག་རྒྱལ་ཁབ་གཞི་བདག་ཅིག་ལ་བྲོས་ནས་ཕྱིན་པ་རེད། བྲོས་པའི་སྐབས་སུ་ད་ཇི་ལྟར་ལུང་ཁ་དེ་ལ་གླེ་ཡག་གི་ལང་པ་ཅིག་ཐག་རིང་ང་ཅིག་དང་ཐུང་ང་སེ་གཉིས་འདྲ་བོ་ཅིག་ཡོད་ཡིན་ས་རེད། དེའི་ནང་ནས་ད་ཐག་ཐུང་ང་འདི་ལ་བར་འགྲོ་བྱས་ནས་ད་འདི་འདྲ་ཅིག་འགྲོ་ཡིན་ས་རེད་འགྲོ་ན་ཡང་ད། ཕྱིས་སུ། ལང་ཀ་དེ་ཏག་ཏག་ལ་མ་འབྱོར་ཆེད་ལང་ཀ་འཁྲུགས་ནས་ཨ་ན་ཅིག་ལམ་ཁ་གཏོར་ནས་རྒྱུན་རིང་པོ་ཅིག་མགོ་རིང་སར་འཕངས་སླད་ལ། དེ་མགོ་རིང་དུས་སྐབས་སུ་ད་རྒྱལ་པོ་དང་གྱ་མོ་དེ་རྒྱལ་པོའི་བུ་གེ་བ་གསུམ་ལ་ད་དུས་ཚོད་ཉི་མ་མང་པོ་ཅིག་མགོ་རིང་དེ་གོ་ལ་ནི་ཟ་ཡ་འཐུང་ཡ་ཟ་མ་མེད་ནས་ཧ་ལམ་ཤི་བའི་དུས་ཚོད་འདྲ་བོ་ཅིག་བབས་པའི་སྐབས་སུ་དེ་རྒྱལ་པོ་ཁོ་རང་གི་བསམ་བློ་ལ་ད་སྤུ་གུ་དེ་ཤི་འདི་ནས་ཀྱང་ཁོ་རང་གི་མིག་དང་འདྲ་བོ་ཅིག་རྒྱལ་སྐྱོང་གནང་མཁན་གྱི་རྒྱལ་པོ་བུ་གུ་གཅིག་ཡོད་ཡིན་ས་རེད་དེ་འདི་ལྟ་ཁོར་ཚང་མ་རྒྱུན་རིང་པོ་ཁ་ལག་མ་ར་བ་ཡིན་ན་ནི་ཤི་འགྲོ་ཡ་ཉན་ཁ་ཡོད་འདི་སྐབས་སུ་རྒྱལ་པོ་དེ་གི་བསམ་བློ་འདུག་བྱས་ནས་ནི་རྒྱལ་པོ་ཁོ་རང་གི་བསམ་བློ་ལ་རྒྱ་མོ་དེ་བསད་བྱས་ནི་སོ་སོ་གི་བུ་གུ་དང་ཁོ་རང་གཉིས་འདུག་ས་ནི་ནི་ཚོད་ཐོས་པ་ཡི་བསམ་བློ་བཏང་བྱས་ཧ་ལམ་ནི་རྒྱ་མོ་དེ་བསད་པའི་སྐབས་སུ་བུ་གུ་དེ་རྒྱལ་པོའི་བུ་དེ་མཐོང་བྱས་ནི་ཡབ་ལ། ད་དུ་རུ། ཕ་མའི་སྲས་ཀྱི་ཨ་མ་འདི་སྲས་པ་ཡིན། ནི་ཤ་དེ། བུ་གི་ནི་ས་ཐུག་མར་བ་ས་མི་ཤ་དེ་ཡིན་དུས་སྐབས་སུ་རིག་མ་རེད། དེ་ནི་བུ་དེ་གི། ཁོ་རང་གི་ཤ་དེ། དེ་ནི་ཨ། ད་དཔའ་བ་ལ། ད་འདི་འདྲ་ཞིག་བཀའ་དྲིན་ཞུ་བྱས། ཁོ་རང་གི་ཤ་དེ་དུམ་བུ་གསུམ་དུ་བར་གཏུབས་ཏེ། ནི་དུམ་བུ་གཅིག། ཨ་མའི། ཨ་མ་དང་ལྡུམ་བུ་གཅིག་གི་ཨ་ནི་རྒྱལ་པོ། དེ་ནི་ལྡུམ་བུ་གཅིག་ཁོ་རང། ཨ་ནི་ཟས་པའི་མགོ་ནས་འདུག་བྱས་ནས་ཁོ་ཚོ་ཨ་ནི་ད་ལུང་པ་གཞན་དག་ལ་ཀླད་ཐུལ་བས་ཀྱི་ཨ་ནི་ཐབས་ཤེས་ཅིག་བཏང་བྱས་རེ་བ་ཞུ་བ་རེད་ཞུ་བ་ནག་ཤིན་ཏུ་བྱས་ནས་དེ་ནི་རྒྱལ་པོ་གི་སེམས་བྱས་ནས་འདུག་ཟིན་ད་ཉི་མ་མང་པོའི་རིང་ལ་ནི་བུ་དེ་གིས་རྒྱལ་པོ་བུ་ཁོ་རང་གི་ལུས་ཀྱི་ཤ་དེ་བག་བཏུབ་ཅེས་དུམ་བུ་གསུམ་གསུམ་ཉི་མ་རྟག་པར་འདུག་བྱས་ནས་ཕྱིན་པ་རེད་ཕྱིན་ན་ཡང་ད་གྲོལ་སའི་ཡུལ་དེ་ཐག་རིང་ནས་ནི་ལམ་ཁ་སྟོར། དེ་ནི་ཅི་ཧ་མ་གོ་ཡིན་འདི་གོ་དེ་ནི་ཁྱོད་རིང་པོ་གོ་ནའང་དེ་ནི་ཕལ་ཆེར་བུ་དེ་གིས་ནི་ཤ་དང་ཁྲག་ཧ་ལམ་རྫོགས་རེད་རྫོགས་བྱས་རུ་ཁོག་ལ་ཐུག་བ་ཡིན་ནའང་ཐུག་བྱས་ནི་འདུག་བྱས་པའི་སྐབས་སུ། དེ་ནི་བོ་དེ། ད་ཅི་གི། ཤ་དང། ཚང་མ། ཟས། རྫོགས་བྱས། ཁྲག་ཚང་མ་མ་འཛག་ནས། ད་ཕལ་ཆེར་བཤད་པའི་དུས་དྲོ་གཅིག། བབ་པ་རེད། བབ་པའི་སྣོད་ཀྱིས་ནི་བུ་དེ་འདིར་མ་བཞག་ས་གནས་གཞན་དག་ཅིག་ལ་བཞག་བྱས། དེ་ནི་རྒྱལ་པོ་དང་རྒྱལ་མོ་གཉིས། ནི་གནས་གཞན་དུ། ཡུལ་གཞན་དུ་བྲོས་པ་རེད། ད་བྲོས་ནས། ནི་བུ་དེ་ད་ཤི་བ་དང་ཤི་མའི་རོ་མེད་འགྲོ་བྱ་བྱས། ནི་འདུག། ད། ལོ་བའི་ཤ་ཚང་མ།

ད་སྡུག་བསྔལ་དང་འདི་འདྲ་ཞིག་སྤྲོད་མ་ལགས་ནས། ད་ཁོ་རང་གི་གཟུགས་པོའི་ཤ་ཁྲག་ག་ཚོད་ཡོད་པ་དེ་ཚང་མ་ཕ་མ་གི་ཆེད་དུ་ཕ། ཨན་ཅིག་གི་སྦྱིན་པ་བཏང་བ་མ་ཟད་པའི་ད་འབུ་སྲིན་མང་པོ་ཅིག་གི་ད་གཟུགས་པོ་ཀྱི་མ་ཤ་ཁྲག་ཚང་མ་མ་འཇིབ་ནས་ས་དེ་ཡི་སྐབས་སུ་ད་དེ་ཚང་མ་ཁོ་རང་ཚོ་གང་ཚིམ་ཚིམ་གང། ཨན་ཅིག་གི་ལོངས་སྤྱོད་ནས་ཕ་དེ་བུ་ཡོང་བར་ཤོག་ཅིག་སེམས་ཁོ་རང་གི་སྨོན་ལམ་དུ་བཏབ་པ་རེད། ཨོ་ད་འདི་ཡི་སྐབས་ཀྱི་ནི་ཅིག། རྒྱལ་པོ་ཡི་ཕ་དང་རྒྱལ་པོ་དེ་གི་ཕ་མ་སྟེ། འདི་ནི་ཚེ་འདི་ཡི་སྐབས་ཀྱི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཡབ་རྒྱལ་པོ། ཟས་གཙང་མ་དང་ཡུམ་སྒྱུ་མ་ལྷན་ཅིག་གཉིས་ཕྱག་སྟོན་གྱི་ཡོད་གསུང་བ་རེད། ཨ་ནི་སྐད་ངོ་མ་ག་གི་འདི་ནི་ཅིག། རྒྱལ་པོ་ཡི་བུ་དེ་གས་རང་གི་ལུས་ཀྱི་ཤ་གཏུབ་བྱས་ཕ་མ་ལ་ཕ། བྱིན་པ་བཏང་ནས་ཕུལ་མཁན་དེ། དེ་ཡི་སྐབས་དེ་ད་ལྟའི་སངས་རྒྱས་བཅོམ་ལྡན་འདས་ཤཱཀྱ་ཐུབ་པ་ཡིན་གསུངས་པ་རེད། ཨོ་ད་དཔེ་འདི་ཡིས་མཚོན་པའི་དོ་སྟོང་གི་ལོ་རྒྱུས་སངས་རྒྱས་བཅོམ་ལྡན་འདས་དང་སྐྱེ་བ་སྔ་མའི་སྐབས་སུ། གཅིག་ཕ་མ་གི་ཆེད་དུ་སོ་སོ་གི་སྲོག་དང་ལུས་བློས་བཏང་པའི་རྣམ་ཐར་ལོ་རྒྱུས་དཔེ་མང་པོ་ཞིག་ཡོད་རེད། ཨོ་ད་འདི་ཡིས་མཚོན་ནས་མདོར་ན། གཅིག། ད་ཆོས་ཀྱི་ནང་ནས་བཤད་པ་ཡིན་ན་མདོར་ན་གཅིག། རང་ལ་ཚེ་འདི་ལ་ལུས། སྐྱེས་པ་ནས། བསྲིང། བྱམས་པས་བསྐྱངས་བའི་ཕ་མ་དེ། ཤིན་ཏུ་ནས་ཀྱང་བཀའ་དྲིན་ཆེ་བ་ཡིན་པར་མ་ཟད་ད་མདོར་ན་སོ་སོ་ལ་ཞིག་གིས་དགེ་བའི་ལམ་སྟོན་མཁན་གྱི་དགེ་བའི་བཤེས་གཉེན་རྣམས་ཤིན་ཏུ་ནས་ཀྱང་བཀའ་དྲིན་ཆེན་པོ་ཡིན་པ་དང། དེ་དག་རྣམས་ཀྱི་བཀའ་དྲིན་དེ་ག་དུས་ནས་བྱེད་ཡ་མེད་པ་དང་བཀའ་དྲིན་དྲན་དགོས་ཡ་དང་བཀའ་དྲིན་གསོས་གོ་གི་ཡོད་པ་དེ་ཆོས་ནང་ན་བཤད་པ་དག་ཡིན་ཧྲ་ཧྲ་རེད་ཨ་ཅང་ཅང་རེད། འཇིག་རྟེན་སྣང་ལ་ཆ་བཞག་པ་ཡིན་ན་ཡང་ད་ཅི་གི་རང་ལ་ཚེ་འདི་གི་ལུས། སྐྱེད་ནས་ཡ། འཚར་ལོངས་བྱས་བསྡད་གིན། འཇམ་ཞིང་བརྩེ་བས་བསྐྱངས་དེད་གིན། མདོར་ན་ཆུང་དུས་ཀྱི་སྐབས་སུ། ཅི་གི། གོས་ཀྱི་རྩེད་གཡོག་ཟས་ཀྱི་བཅུད་བཞིན། མདོར་ན་ཕ་མ་རང་གི་ཁ་ནས་བསྟན་ནས་སྤུག་ལ་སྤྲད། ནི་སོ་སོའི་ལུས་ཀྱི་དྲོད་ཀྱིས། ཡ། ཆུང་དུས་ནས་མ་འཚར་ལོངས་བྱས་དེ་གིན། སྤུ་གོང་ན་འདི་ནས་ཀྱི་བྱེ་བས་བསྐྱངས་དེ་གིན་གྱི་ཕ་མ་དེ། ལ། ཅིག་གི། ཞབས་ཕྱི་ཞུ་མཁན་དང། ཅིག་ཕ་མ་དེ་ལ་བརྩི་བཀུར་བྱེད་མཁན་དེ་ལ་ང་རང་ཚོ་འཇིག་རྟེན་མི་ཡིན་ན་ལ་ཆ་བཞག་ན་ཡང་མི་ཡ་རབས་ཅིག་དང་མི་བཟང་པོ་ཅིག་ཏུ་ངོས་འཛིན་བྱེད་ཀྱི་ཡོད་རོ་ཨོ་འདི་ནང་བཞིན་དུ་བྱས་ནས་སྟོན་པས་གི་ཡང་ད་འདི་འདྲི་བྱེད་ཀྱི་ད། ལམ། ནི་སྟོན་པ་ད་མ་འོངས་པའི། ཁྱོད་ཆོས་རྣམས་ཀྱི་ད་སོ་སོ་གི་ཕ་མ་དེ་བཀའ་དྲིན་ཆེན་པོ་ཡིན་པ་དང་སོ་སོ་ལ་ནི་ཅིག་གི་ཡོན་ཏན་བླ་དཔོན་གྱི་དགེ་བའི་བཤེས་གཉེན་དེ་ཤེས་ནུས་ནས་ཀྱང་དྲིན་ཆེན་པོ་དང་བཀའ་དྲིན་དྲན་གྱི་ཡོད་བ་བཀའ་དྲིན་མཇལ་གྱི་ཡོད་བ་དེ་ད་གཙོ་བོ་ད་འདི་ནི་ཅིག་གི་ལྷ་བབ་དུས་ཆེན་གྱི་སྐབས་སུ་འདི་ཡང་ཅིག་རྒྱབ་ལྗོངས་ངོ་སྤྲོད་ཅིག་བྱུང་གི་ཡོད་རེད་དེ་ཡིན་དུས་ནི་ད་འདི། ད་ད་ལྟ་གཙོ་བོའི་ཕ་མེས་བཀའ་དྲིན་དེ་མདོར་ན། ཅིག་གིས་ལས་སླ་བོ་ཅིག་ང་ཚོ་དྲིན་གཟོ་ཐུབ་པ་དང་དྲིན་འཇལ་ཐུབ་པ་ཡོད་མ་རེད། ཡིན་ན་བྱུང་ན་སོ་སོ་གི་ཆོས་ཀྱི་སྒོ་ནས་ཕ་མ་རྣམས་ལ་བཀའ་དྲིན་འཇལ་ཐུབ་ཀྱི་ཡོད་རེད། གང་ཡིན་ཟེར་ན་ཆོས་ཀྱི་སྒོ་ནས་ལམ་བསྟན། ནི་ཆོས་ཀྱི་སྒོ་ནས་ལམ་བསྟན་པ་ཡིན་ན། དེ་ནི་ཅིག་ང་རང་ཚོ་ཚང་མས་འཇིག་རྟེན་ཆེ་ཆུང་བར་གསུམ་ག་འདྲི་ཅིག་ཡིན་ན་ཡང། སྐྱིད་པོ་འདོད་པ་ཅིག་དང་བདེ་བ་འདོད་པ་ཅིག་དང་སྡུག་བསྔལ་མི་འདོད་པ་ཅིག་དང། སྡུག་བསྔལ་ལ་སུ་གཅིག་གིས་མི་དགའ་བ་ཡིན་པ་ཚང་མས་གཅིག་མཚུངས་རེད་དེ་གོ་རེད། དེ་ཡིན་དུས་སོ་སོ་གི་ཕ་མ་དེ་ལ་ཡང་བདེ་བ་དང་སྐྱིད་པོ་ཅིག་བྱོས་ཡན་གྱི་ལམ་ཁ་དེ་བསྟན་དགོས་ཀྱི་ཡོད་རེད། དེ་ཡི་འབད་བརྩོན་བྱེད་དགོས་ཀྱི་རེད་དེ་ཡི་ནང་ནས་གཙོ་བོ་དེ་ཆོས་དེ་ཆགས་དེ་གོ་རེད། ཆོས་འདི་གི། ལ་བརྟེན་པ་ཡིན་ན་ཆོས་དེ་གི་རྒྱུ་དེ་གལ་བ་རེད་དེ་གོ་རེད། གལ་བ་དེ་གི་རྒྱུ་ས་བོན་དེ་གི་འབྲས་བུ་དེ། ག་བྱེད་གོ་ར་ཟེར་ན་རྒྱུ་གལ་བ་ལ་བརྟེན་ནས་འབྲས་བུ་དེ་ཚེ་འདི་ལ་སྐྱིད་པ། ཚེ་ཕྱི་མ་ལ་ཡང་ནི་བདེ་བ། འོ་དེ་འདྲ་བྱེད་དགོས་ནས་བདེ་བ་དང་སྐྱིད་པོའི་ལམ་དེ་བསྟན་པ་ཡིན་ན། དེ་ནི་ཅིག་རང་གི་དྲིན་གཟོས་ཟེར་ན་འདི་དྲིན་འཇལ་ཟེར་ན་འདི་གི་ཆོས་ཀྱི་འཇལ་ཐུབ་ཀྱི་ཡོད་རེད། དེ་ནི་ཅིག། ད་སོ་སོ་ལ་ཆོས་ཀྱི་ཉམས། ཉམས་མྱོང་ཟེར་ན་མི་འདུག་ཉམས་ལེན་མེད་པ་ཡིན་ན་ཡང། འདི་ནི་སོ་སོའི་ཕ་མ་འདི་ལ་སོ་སོ་གི་ལུས་ངག་ཡིད་གསུམ་གྱི་སྒོ་ནས་ད་གདོད་ན་འདི་གི་ཞབས་ཕྱི་ཞུ་ཡ། འདི་ནི་ཞིག་གི་གུས་ཞབས་བྱེད་ཡ། ད་གདོད་ན་གང། སོ་སོ་གི་གང་ཅི་ཡི་ཐད་ནས་ལུས་ངག་ཡིད་གསུམ་གྱི་སྒོ་ནས་ཞབས་ཞུ་སོ་སོ་གི་ཡོད་པའི་རིང་ལ་ཕ་མ་དང་མཉམ་དུ་བསྡད་པའི་རིང་འདི་ལ་ཅིག། ཞབས་ཏོག། རིམ་གྲོ། བྱེད་ཡ་དེ། ད་འདི་གིའང་བཀའ་དྲིན། ཨ་ནི་ཅིག་མཇལ་དགོས་ཡོད་རེད། དེ་ནི་བྱུང་ན་ཨ་ནི་སོ་སོ་གི་ཕྱེད་ཀའི་ད་ཞབས་ཞུ་ཆོ་མ་བསད་པའི་དེ་ནི་ད་ཟླའི་དུས་ཚོད་ད་ཕྱེད་ཀའི་ལྷ་བབ་ད་བོད་ཟླ་གོས་བི་ཉི་ཤུ་གཉིས་དེ་ལྷ་བབ་དུས་ཆེན་ཆགས་དེ་གོས་རོ་དེ་འདྲའི་གི་དུས་ཚོད་ཁྱད་པར་ཅན་དང་དག་ན་ཞིང་དུ་ཚེས་བཟང་དུས་བཟང་དུས་ཆེན་གཞན་དག་རྣམས་སུ་ཡང་དེ་ནི་ཕ་མ་རྣམས་དེ་ནི་མཆོད་མཇལ་དང་གནས་སྐོར་དེ་ནས་བྱེས་ཀྱི་སྐུ་གསུང་ཐུགས་རྟེན་འཇའ་ཡ་དང། ཕྱག་ཆེན་མོའི་བུ་ཡ། འདུལ་འཛིན་འདུལ་འགྲུབ་ཀྱི་སྒོ་ནས་མཁས་པ་ཡིན་ན་ཡང་འདི་གའི་ཡང་ཅིག་གེ་བི་ལམ་ལ་བསྐུལ་དགོས་རེད་དེ་གེ་བ་དེ་གི་འབྲས་བུ་དེ་དེ་བ་དང་སྐྱེས་བུ་ཆགས་དགོས་རེད་དེ་ནི་ཚང་མའི་དེ་བ་དང་སྐྱེས་བུ་འདུག་གི་ཡོད་འདི་སྐབས་སུ་ད་འདུལ་བྱེད་ཐུབ་པ་ཡིན་ན་ཡང་ཕ་མའི་ཁ་དྲིན་ཆགས་ཀྱི་ཡོད་རེད་འོ་ད་འདི་གཉིས་འདུལ་སྐབས་སུ། མདོར་ན། ད་ད་རིང་གི་ལྷ་བབས་དུས་ཆེན་ཟེར་ན་ད་ལྟ་གོང་དུ་ཞུས་པ་ནང་བཞིན་དུ་བྱས་ནས་གཙོ་བོ་སངས་རྒྱས་བཅོམ་ལྡན་འདས་ནི་ཆེ་གེ་འཛམ་གླིང་འདི་ར་ནི་ཆེ་གེ་ལྷ་ཡི་ཡུལ་གསུམ་རྩ་གསུམ་ནས་ཚུར་ནི་ཕེབས་པའི་དུས་ཁྱད་པར་ཅན་ཅིག་ལ་ང་ཚོ་བརྩི་སྲུང་བྱས་ནས་ནི་ཆེ་གེ་དུས་ཆེན་སྲུང་བརྩི་བྱེད་དགོས་ཡོད་རེད་ད་དུས་ཆེན་སྲུང་བརྩི་དེ། ད་དེང་སང་གི་དུས་ཚོད་ལ་རྒྱལ་ཁབ་ཕྱི་ནང་གང་ས་ལའང་ནི་ད་བོད་ཟླ་གོས་པའི་ཚེས་ཉི་ཤུ་གཉིས་འདི་ནི་གཅིག་ལྷ་བབས་དུས་ཆེན་དུ་བརྩི་བའི་སྒོ་ནས་ཅིག་གི་ཚང་མས་ཅིག་གི་རང་རང་སོ་སོ་གང་ནུས་ཀྱི་སྒོ་ནས་ད་ཁ་བ་འབྲུ་བད་དང་ཐིགས་པ་སྤོང་ཡ་དག་ནང་བཞིན་དུ་བྱས་ནས་ཅིག་གི་གནས་སྐོར། ཕྱག་ཆེན་མོའི་བུ་ཡ། འདི་འདྲ་གྱི། གཅིག་ལེགས་གསོ་བཟང་པོ་གཅིག་ཆགས་ཀྱི་ཡོད་རེད། ད་གཅིག་གིས་ལྷག་པར་དུ། གཅིག་གིས་ང་སོ། ད་དེའི་ལྷག་པར་དུས་ཆེན་དེ་ལ་ཡང་ཐེག་པ་ཆེན་པོའི་ཁོ་རང་གི་ལུགས་སུ་བྱས་པ་ཡིན་ཏེ་ཤེས་པའི་ཞེ་སྡང་ལྟར་དུ་བྱས་པ་ཡིན་ན། ད་ཟླ་བ་དགུ་པ། གཅིག་འཚེ་བ་གཅིག་ནས་བཟུང་སྟེ། ད་ཉི་ཤུ། གཉིས། ཙམ་མ་ཟད་པའི་ཟླ་བ་ཧ་ལམ་རིལ་པོ་དེ་ལ་ཡང་ལྷག་པར་གྱི། དུས་ཆེན། གྱི། བརྩི་མཁན་ཡང་ཡོད་རེད། དེ་མ་ཡིན་པའི་ཡང་དེ་ཉན་ཐོས་ཀྱི་ཐེག་པའི་ལམ་ནས་གཞི་བཞག་ཡང་དེའི་སྐབས་སུ་ད་གཙོ་བོ་ནས་ནི་བུ་ཟླ་དགུ་པའི་ཉི་ཤུ་གཉིས་དེ་ཉི་མ་གཅིག་གི་རིང་དེ་ནི་དུས་མཚན་དུས་ཆེན་སྲུང་བྱེད་དེ་འདྲ་ཡང་བྱེད་ཀྱི་ཡོད་རེད་ད་མདོར་ན། ད་ལྟ་གོང་དུ་ཞུས་པ་ནང་བཞིན་དུ་བྱས་ནས་ལྷ་བབས་དུས་ཆེན་དེ་གཅིག་གིས་སྟོང་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་དུས་ཆེན་ཁྱད་པར་བ་ཡིན་པ་དང་ཟེར་མི་དགོས་པ་རེད། དེ་ཡི་སྟེང་ལ་ང་རང་ཚོས་ཅིག་ཨ་མིའི་དུས་ཆེན། ཟེར་སྲུང་བརྩི་བྱས་ན་ཡང། བྱེད། ཆོག་པ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། ད་དེང་སང་གི་དུས་ཚོད་ལ། ཅིག་གི་ང་ཚོའི་ཅིག་གི་གཙོ་བོ། རྒྱལ་ཁབ། ཅིག་གི་ཕྱི་གླིང། ནི་ཅིག་གི་ཕྱི་རྒྱལ་བའི་ལུགས་སྲོལ་ལྟར་བྱས་འདུག་ཁོ་རང་ཚོ་ཨ་མིའི་དུས་ཆེན་ཟེར་ན་ཅིག Mother's Day ཟེར་ན་ཅིག་ཡང་ཁོ་རང་ཚོ། ཡོད་རེད། ད་ནང་བཞིན་དུ་བྱས་ནས་ཅིག་ཧིན་དུའི་གི་ཆོས་ལུགས་དང་མཐུན་པའི་སྒོ་ནས་ད་ད་རྒྱ་གར་རེད་ད་ནང་བཞིན་དུ་བལ་ཡུལ་ནང་ལ་བཞུགས་དེ་གི་ཧིན་དུའི་ཆོས་ཡང་ཨཱ་ནི་སོ་སོའི་གི་ཨཱ་ནི་ཨ་མའི་དུས་ཆེན་རྩི་ཡ་ཡང་ཅིག་ཨ་མའི་ཨཱ་ནི་ཅིག་ག་སོ་ལ་ཨ་མ་དང་མཇལ་ཡ་དང་ཐུག་འཕྲད་བྱེད་ཡ་གི་ཨཱ་ནི་དུས་ཚོད་དམིགས་བསལ་ཅིག་ཡོད་པ་རེད། དེ་ནང་བཞིན་དུ་བྱས་ནས་ང་རང་ཚོ་ན་ད་ཅིག་གི་ནང་པ་སངས་རྒྱས་པའི་ཆོས་ལུགས་པ་ཚོ་གི་ཡང་ད་འདི་འདྲ་ཅིག་ཨ་མའི་དུས་ཚོད་ཟེར་ན་མེད་དུས་ཆེན་ཟེར་ན་མེད་འདུག་འདི་ད་ད་ལྷ་བབས་དུས་ཆེན་ལ་ངོ་སྤྲོད་བྱས་ན་ཡང། མ་འགྲིག་པ་ཅིག་ཡོད་མ་རེད། དེ་ཡིན་དུས་སྐབས་སུ། ཅིག་ད། ད་འདི་ནི་ཅིག་ཨ་མའི་དུས་ཆེན་སྲུང་བརྩི་བྱས་ན་ཡང་ཅིག། འཇིག་རྟེན་དང་མཐུན་པ། ཆོས་དང་མཐུན་པ་དངོས་པོའི་གནས་ལུགས་དང་མཐུན་པ་གང་ཡིན་ཟེར་ན་ཨ་མའི་དྲིན་ཆེན་པོ་ཡིན་པ་དང་དྲིན་གཟོ་དགོས་ཡོད་པ་དེ་དྲིན་འཇལ་དགོས་ཀྱི་ཡོད་པ་དེ་བསྟན་གྱི་ཡོད་པ་རེད། དེ་ཡིན་དུས་སྐབས་སངས་རྒྱས་བཅོམ་ལྡན་འདས་ཡང་དག་འཇིག་རྟེན་སྤྱི་དང་དང་མཐུན་པའི་སྒོ་ནས་ལམ་སྟོན་འདི་འདྲ་ཞིག་གནང་བ་དེ། ད་ལྟ་གོང་དུ་ཞུས་པ་ནང་བཞིན་འདུ་བྱེད་ནས་ད་ཆོས་དང་མཐུན་པ་དེ་ཡིན་པ་རེད་དངོས་པོའི་གནས་ལུགས་དང་ཡང་མཐུན་པ་ཆགས་དགོས་རེད་དེ་ཡིན་དེ་གིས་འཇིག་རྟེན་པ་རྣམས་ཀྱིས་ནི་གཅིག་གིས་ཨ་ལ་གཅིག་གིས་སོ་སོ་གིས་སོ་སོ་ལ་གཅིག་བཀའ་དྲིན་ཆེན་པོ་ཡོད་དེ་གན་དེ་ཚོ་ལ་གཅིག་བཀའ་དྲིན་ལོག་པར་བྱ་བ་མ་ཡིན་པ་བཀའ་དྲིན་དྲན་ཁོ་གི་ཡོད་པ་དང་བཀའ་དྲིན་དྲན་ཤེས་པ་ཙམ་དུ་དྲིན་འཇལ་ཁོ་གི་ཡོད་པ་དྲིན་གསོ་ཁོ་གི་ཡོད་པ་དེ་དཔེ་མི་སྲིད་གི་ཆོས་དང་མཐུན་པ་འཇིག་རྟེན་དང་ཡང་ཡ་རབས་བཟང་སྤྱོད་དང་མཐུན་པ་ཅིག་ཡིན་པ་ཅིག་ད་གཙོ་བོ